འོ་དེ་ནས་ཚན་པ་གཉིས་པ་དེ་ནི། ད་ངས་ཡི་གེ་ཅིག་བཏང་སོང་དེ་ནི། ང་རང་ཚོ་གི་ད་ལྟ་གི་སྲིད་སྤྱི་གཉིས་ཀྱི་ཨི་བདག་གི་ནང་ནས་ནི་སྲིད་སྐྱོང་གི་ཨི་མི་ལ་ལངས་མཁན། ནི་དབུ་དཀར་ཚང་སྐལ་བཟང་རྡོར་རྗེ་སྐལ་རྡོར་ཟེར་ད་ཡོངས་གྲགས་ལ། ནི་ཁོ་གར་ས་དེ་རང་ཨ་རིའི་ནང་ལ་ནི་ཨི་བདག་གི། དྲིལ་བསྒྲགས་བྱེད་ཐབས་བྱས་ནས་ལ་ཕྱོགས་བསྐྱོད་འགྲོ་གི་ཡོད་རེད། ད་ད་དགོང་ང་རང་ཚོ་བསྡད་ས་གི་ས་ནི་འོང་དེར་སླེབས་སོང། ཚད་མེད་ལྟར་ཁུག། ཡི་གེ་གཅིག་ལོག་ནས་འགྲོ་བྱ་ནི། ཡི་གེ་འདི་ཁོས་ད་ཡིག་ནི། ང་ལ་དེ་རྩེད་མོ་ཡིན་ཏེ། ཨ་ནི་ཁོ་རང་དེར་སླེབས་ནས་ནི་ར་གཏམ་བཤད་བྱས་སོང། ཨ་ནི་ད་ང་ཚོའི་བོད་རིགས་ཚོགས་པ་གི་ཚོགས་ཁང་ནང་ལ། བོད་རིགས་ཚོགས་པ་གི་ཚོགས་ཁང་ནང་ལ་གཏམ་བཤད་བྱས་ཏེ་ཡིག་ལ་སྐར་ཚོང་ངོ་མ་དུ་བ་ནི་སྟོན་མཇུག་གི་ཅིག་ཚོགས་ཁང་ཡར་འབྲོག་ཅེས་ལམ་ནས་ཁ་པར་བཏང་རེ་ཟེར་ཡར་འབྲོག་བཏང་སྐད་ཆ་དེ་རིགས་ཅིག་འགྲོ་ཡར་འབྲོག་གི་དུ་བ། དེ་ཚོ་ངག་ཅིག་ཡང་ངའི་ཡུལ་ནས་ཟེར་ཡིན་དང་མིན་ད་ལྟའི་ཤུ་ཡ་མེད་ངས་རྒྱུན་ལས་དེ་ཚོ་ལ་སྐད་ཆ་དྲིས་མ་མྱོང། ལྷ་ཁང་དུ་རྒྱུན་ལས་ཀྱི་ནང་ནས་དེར་ཁྱེད་ནས་ས་གནས་གཞན་པ་ནས་དེ་ཡར་ནས་འགྲིག་གི་མ་རེད་ལབ་ནས་ཡར་གི་མི་འདུག་ཟེར་ནས་དཀའ་ངལ་ཅིག་འཕྲད་ཡིན་ཟེར། ཡང་རྗེས་ལ་ཡར་གི་ཡིན་ཟེར་ཡང་ཅིག་ད་ཁོ་ཚོ་ཕར་ཚེ་ར་ཅིག། སྐད་ཆ་མང་པོ་ཚོ་སྐྱོང་ཤག་རྒྱུན་ལས་མང་ཆེ་ཤོས་ཀྱི་དེ་སྡོད་པར་བྱེད་མི་འདུག་ཡིན་ན་ད་ཚོགས་གཙོ་དེ་འུ་ཚིག་འགྲོ་རྒྱབ་ཡིན་ཟེར། སོ་སོ་སྒེར་གྱི་ངོས་ནས་རོལ་བལྟས་པ་ཡིན་ན། བོད་རིགས་ཚོགས་པ་ས་གནས་གང་ནས་ཡིན་ན་ད་ཁོ་ཨི་སྡིག་གི་སྒྲིག་གཞི་ནང་ན་དམིགས་བསལ་གྱི་ཚོགས་ཁང་དང་དེ་ར་ཡར་མ་ཕྱོགས་སྟངས་དེ་ར་ད་དམིགས་བསལ་ཟེར་ཡོད་མ་རེད་བ་ད་གཞུང་འབྲེལ་མ་ཡིན་པའི་ཚོགས་པ་གི་རྒྱབ་སྐྱོར་བྱེད་ཆོག་གི་མེད་ཟེར་གི་ཡོད་རེད།

ནི། ཚོགས་ཁང་ཡར་སྐད་ཡིན། ཡིན་ནའང་ཅིག་ཡང་ཡོང་བའི་ནི་མེ་དབང་གི་དྲི་བ་དེ་དྲིས་ནས་དེ་ལན་རྒྱག་དགོས་ཡོད། དེ་ལ་ཅིག་ཡང་དྲི་བ་ལན། དྲི་བ་ཅིག་དྲི་མ་ཅིག་ཟེར་རོ་དང་སང་ངེ་སང་ངེ་དེ་འདྲས་བྱེད་ཆོག་མི་སྲིད་ཁོ་ཅིག་ཁོ་འགྲོ་ལུགས་འགྲོ་སྟངས་སུ་སྐྱེ་བ་ནི་ང་ཚོ་གི། ཕྱི་རྒྱལ་ནས་ཚོགས་ཁང་ཡོད་འདྲ་གི་ཚོགས་པ་ག་ཚད་ཡོད་རེད་མང་པོ་ཡོད་མ་རེད་པ། ཚོགས་ཁང་དེ་ཚོ་མང་ཆེ་ཤོས་ནི་སྟོང་པ་རེད། གནས་གཅིག་འདི་འདྲའི་བོད་པ་འདི་འཛོམས་འགྲོ་བ་དང་དེ་འདྲའི་ཚིག་ལ་བེད་སྤྱོད་བཏང་ན་འགྲིག་གི་ཡོད་རེད་བསམ་གི་འདུག་ད་གང་ལྟར་དེ་ས་ཆ་ག་ཞིག་ནས་ཡར་མི་འདུག་བ་ད་མ་ཡར་བ་དེ་རྒྱུ་མཚན་མེད་བ་དེ་འདྲ་ད་མ་རེད་དེ། ད་སོ་སོ་གི་བསམ་བློའི་ནང་ལ་དེ་འདྲའི་རོགས་ཅིག་ཡོད་ད་ཚོགས་ཁང་ཐོག་ད་དངོས་གནས་བཤད་ན་དེ་ཁོ་ཡར་བཞག་ན་དེ་ཁོ་ཁྱད་པར་ཟིག་མི་འདུག་བ་དམིགས་བསལ་གི་བོད་རིགས་ཚོགས་པ་ཁག་སུ་ཟིག་ཡིན་ན་དེ་ཁོ་འགྲོ་སོང་ད་བར་འགྲོ་གི་མ་རེད། ཡིན་ན་ཅིག་སང་གི་སང་གི་བྱས་འགྲོ་དེབ་གཅིག་གི་མ་བྱས་གཅིག་དངོས་གནས་དྲང་གནས་ཀྱི་ཁོ་མི་མང་གསལ་བཤད་དང་གཏམ་བཤད་བྱེད་དགོས་ཡོད་ན་ད་ག་རང་ཁོ་མི་མང་གི་ཁོ་གདོང་འདྲ་དང་དེ་ག་རེ་ཡོད་ན་ལན་རྒྱག་དགོས་ཡ་དེ་སྟངས་འཛིན་འགྲོ་དེ་ད་ག་རང་བོད་རིགས་ཚོགས་པ་གི་བྱེད་དགོས་ཡ་བྱས་ནས་སྤྱི་མ་ནས་ད་ནས་བྱེད་དགོས་ར་ཡང། ཨེ་མིན་ལ་བཞག་ན་ཟིག་ཡིན་ན་ཁོ་གི་གང་འགྱོ་མ་འགྱོ་བྱས་འགྲོ་དང་དེ་བྱས་ན་དེ་སྟངས་འཛིན་བྱས་ནས་ད་ག་རང་མི་མང་གཅིག་པུ་ལ་སྟངས་འཛིན་བྱས་ནི་མ་ཡིན་པ་བྱས་ནས་ཁོ་བོད་རིགས་ཚོགས་པ་ཟིག་གི་བྱས་བ་ཡིན་ན། ཨོ་དེ་མ་འགྲིག་པ་ཡོད་ཀྱི་མ་རེད་བསམ་གྱི་འདུག་དེ་ལྟར་གང་ལྟར་ས་གནས་མང་པོ་ཚོ་ལ་དེ་དཀའ་ངལ་འཕྲད་ཀྱི་ཡོད་ས་རེད། ཨོ་ད་ནི་ད་རྡོག་རྡོག་དེ་ནི་ང་ཚོའི་ཚོགས་ཁང་ལ་གཅིག་རྗེ་ལ་ཡར་ལ་རྣམ་རྒྱལ་ནས་གཅིག་ཆུང་བ་དེ་འདྲ་བྱས་ན་ཡག་ས་རེད། ད་ནི་ཡོང་རོགས་བྱས་ལབ་ནས་ནར་དེ་ང་ཚོའི་འདོགས་ལ་ས་དྲག་རོགས་དེ་རེད་བཏང་བྱ་ནི་ཨ་ནི་སོ་སོ་རོལ་ན་ད་བསམ་བློ་མང་པོ་ཚིག་བཏང་ཡིན་དེ་ན་ཡིན་མི་ད་དེ་འདྲ་ཡོད་ད་མི་མང་པོ་འགྲོ་ཡ་ལ་ཅིག་བྱས་ན་ད་དེ་བྱས་ཀྱི་ཡོད་དེ་ཨ་ནི་ད་མ་དེ་ལ་འགྲོ་ཡིན་འགྲོ་ཡིན་འདི་ད།

iPhone སྐོར་ལ་སྐུ་ཚེ་ཏོག་ཅན་ག་པར་ཏུ་འབྲི་ཟིག་གི་ནང་བརྙན་ལེན་གི་འདུག་ད་ངས་ནི་དེ། Life། ཐད་གཏོང་བརྙན་རིས་ཆ་གང་སྒྲོག་རྩིས་བསྡད་ཡིན་ད། ཨ་ཅེ་ལགས། ནང་ལ་ཚེ་རང་འདི་ཐད་གཏོང་ནི་རེད་མི་འདུག་བཏང་མི་འདུག་ནས། ཨང་ཡོང་རོགས་པར་ད་ངས་དེ་ཐད་གཏོང་ཡིན་ཤག་ཚེ་རིང་ནི་དེ་དོ་སྣང་ལ་བཅོང་མ་སོང། ནས་ཀྱིས་མ་དོ་ཅིག་ནས་ནས་ཁྱོད་རང་ཚོ་གི་ཁ་པར་དུ་བཟོ་མ་ར་གསལ་རོགས་བྱས་ནས་ཅིག་འདིའི་སྒྲ་ལ་ཅིག་བཟོ་ཅིག་སྐྱོན་རྒྱག་གི་འདུག་ལབ་སོང། དེ་ལས་ལྷག་རྦད་དེ་ད་ཐད་གཏོང་སྒྲོག་ཡིན་ཤག་ཚེ་དེ་ཡིན་པ་ད་ཅིག་མེད་གི་ཡང་སིར་ནས་ཅིག་བརྙན་སྒྲོག་རྒྱག་ཨང་ད་རེ་རྒྱག་མ་ཆག། ཡིན་པ་ཁོ་རང་ཚོ་གི་འཆར་གཞི་སྒྲོག་དེ་རེད་ཤག་ནས།

དེ་ཡིན་ཕྱིར་འགྲོ་བྱེད་ནི་ནི་རེད་ཞེས་ཨོ་རྒྱན་ཁ་བཀའ་འགྲོ་གཏང་གི་ཡོད་རེད། ད་ང་ཚོ་བོད་པ་ག་རེ་ཡིན་ན་སྤྱི་ཚོགས་ནས་ཕྱིར་མཉམ་སྡེབ་བྱེད་ནི་རུལ་རུལ་བྱེད་དགོས་ཀྱི་ཡོད་རེད་དེ་འདྲ་ཡིན་དུས་ཁོ་ཡིན་ན་ཚང་མ་མཉམ་སྡེབ་འདིར་ཁ་བྱེད་ཀྱི་ཡིན་ལབ་སོང། གཅིག་དེ་ལ་ནི། གཉིས་པ་དེ་ལ་ནི་སྔོན་མ་ཡིན་ན། རྒྱ་ནག་གཞུང་བ་གཅིག་ད་བོད་རྒྱ་ཞི་མོལ་དང་དེ་འདྲའི་གི་རྒྱུ་མཚན་ཟིག་གི་ནི་ཁོ་ཅིག་གཏན་འཁེལ་བྱས་ཡ་དང་ནི་ལས་འགུལ་དེ་བཟོ་སྤེལ་མ་ཆོག་པ་དང་དེ་འདྲའི་བཟོ་རེས། ལས་འགུལ་སྤེལ་མ་ཆོག་པ་དེ་འདྲའི་ད་བཟོ་ཡག་མ་རེད་དེ་ངའི་ཡོན་ཏན་ཟེར་དུ་ཁོ་རང་གི་ཚིག་དེ་འདྲའི་ཐ་སྙད། ཅིག་བེད་སྤྱོད་བཏང་སོང། ཡིན་ན་དེ་ཉིས་སྟོང་གཅིག་ནས་ཉིས་སྟོང་བརྒྱད་བར་དུ་དེ་འདྲ་བྱས་རེད་ད་ཉིས་སྟོང་བརྒྱད་ནས་ད་བར་རང་ལྟའི་ཁོ་ཚེ་ན་རེད་ཁོ། ད། སྟོན་ཐོག་མའི་ཨང་རུ་ཆགས་ཚར་རེད་ལབ་སོང། འོན་ཏེ་དེའི་རྗེས་ནས་མུ་མཐུད་དུ་དེ་འདྲ་བྱས་ནས་ཤུགས་ཆེན་པོ་དེ་འདྲ་སྤེལ་ཐུབ་ཀྱི་ཡོད་མ་རེད་ཟེར་ན་མ་འོངས་ན་ཁོ་ཕལ་བ་ཡིན་ན། ཨ་ནི། ལས་འགུལ་གྱི་རིགས་ཐོག་ཤུགས་ཆེན་པོ་བྱེད་ཀྱི་ཡིན་ཨིན་ཇི་སྐད་གི། ཚིག་ཅིག་ཐ་སྙད་ཅིག་བེད་སྤྱོད་བཏང་ནས་བྱས་ན less administration and དཀར་ས more action ལ་ཅིག་ལབ་སོང།

ནས་དེ་འདྲའི་བྱས་པ་ན་ནི་ད་གར་ཚ་དེ་རང་གོ་སྐབས་ཡག་པོ་ཅིག་ཡོད་བ་དང་ནི་འཛམ་བུ་གླང་འགྱུར་བ་འགྲོ་གི་ཡོད་བ་དང་ད་དེ་གོ་གི་བྱེད་བོ་བྱས་སོང་ནས་ད་ནེ་ཙོ་འཇམ་པ་གཅིག E Governments ལོག་བཟོ་གི་ཡིན་ནི་ཚང་མ་ཅིག Digital གི Transformation ཟེར་ནས་ཁོ་གི་ད་རང་ཚིག་དེ་ཐ་སྙད་དང་བེད་སྤྱོད་བཏང་ནས་ད་བས་དེ་ཚང་མ་ཅིག་དྲ་རྒྱ་ནང་ཡོད་རྒྱུ་དང་དེ་ལས་ཅིག་ཕར་པེ་ད་ས་དེ Estonia གི་ཏུ་བ་ཅིག་ལ་ཡང་ཅིག་འདྲེ་གི་ཚོགས་པ་ཅིག་ཡོད་རེད་ནི་དེས་དེ་འདྲ་བྱས་ནས་སློབ་སྟོན་བྱས་ནས། ཨ་ནི་ད། ནད་པ་ན་ན་དག་རང་ཅིག་སྐར་ཆ། Teleb Medicines ནས་ཅིག་ཟེར་ནས་གང་ལྟར། ཨེམ་རྗེ་ལ་ཁ་བཏུད་འགྲོ་མ་དགོས་ཅེས་ནས་ཁ་པར་གནང་ནས་ཕར་ཚུར་སྐད་ཆ་བཤད་ནས་སྨན་དེ་འདྲ་བྱས་ནས་ལེན་ཡོད་རྒྱུ། ཨོ་ད་ཅིག་ང་ཚོ་གློག་བརྙན་འདྲ་བོ་དེ་འདྲ་ཞིག་སྤུ་གུ་ཆུང་ཆུང་ཚོ་རང་ད་ག་ཟིག་སྒྲོམ་འགྲོ་བཤད་རྒྱུར་གློག་བརྙན་འདྲ་བོ་ད་ཡ་ད་རོ་དང་ཁོ་གི་མི་ལ་དེ་འདྲ་འགྲོ་སྐད་ཆ་འགྲོ་བཤད་ཀྱི་འདུག་ད་རང་ཅིག་མིག་གི་ཀླད་པ་འཁྲུགས་ཡ་འགྲོ་སི་ཀུ་ར།

ཐག་རིང་པོ་ནས་འདས་ཡོང་བས་དེ་ཐག་རིང་ཅིག་མི་མང་ལ་ནི་ཁོ་ངོ་འཕྲོད་ཡ་དང་ཁོ་རང་གི་བསམ་ཚུལ་ག་རེ་ཡིན་པ་ཨ་ནི་མི་མང་གི་བསམ་ཚུལ་ག་རེ་ཡིན་པ་དེའི་ཕར་ཆེར་སྦྱང་བཤད་བྱས་ཡ་དང་མི་མང་གི་བསམ་བློ་ནང་རྟོག་པ་ག་རེ་ཡོད་ན་དེ་གསལ་ཡག་བྱས་ཏེ་ཡོང་ཡིན་ན་བསམ་སོང། དེ་བྲིས་ཆོག་གི་མིན་ན་ནི་ད་ཁྱད་པར་མི་འདུག་ལ་ཡིན་ནའི་ནི་ངས་དྲི་བ་མ་བྲིས་ན་འགྲིག་གི་འདུག་ལ་ཡིན་ནའི་ང་མར་རང་ཅག་བསྡད་བཞག་ཡིན་པ་ཨ་ནི་ཁོ་ཚོས་དེ་སྲིད་དེ་འོག་འགྲོ་ཆོག་མ་སོང་ཨ་ད་དྲི་བ་བྲིས་ད་འགྲིག་གི་འགྲིག་གི་རེད་ཨ་ནི་བྲི་རོགས་བྱས་ད་སོང་ཨ་ནི་ངས་དྲི་བ་བྲིས་ན་ངས་དང་པོ་ནས་བཤད་ཆོག་གི་ལ་ང་དྲི་བ་ཁ་ཤས་སླེབས་ས་ད་ལ་ཡིན་ད་ལྟ་སྐད་ཆ་དེ་ཚོ་གནང་ལ་དུ་ལ་ནི་ད་ནི་ད་དྲི་བ་གཅིག་དེ་བྲིས་རོགས་བྱས།

དེའི་སྐབས་དེར་ལིང་ཀིལ་ཀིརན་རུ་དང་ནི་དམིགས་བསལ་བྱས་པ་མ་རེད། ཡིན་ནའང་གསལ་བོ་གཅིག་ལ་ནི་ཉིས་སྟོང་གཅིག་གསུམ་གྱི་ལོ་ད་ལྟ་འདི་ཁྱོད་རང་སྟོན་ཆོས་བདེ་བོ་ལོ་དེ་རེད་ལེ་ཡིན་ན་ད་ཁྱོད་རང་དེའི་སྐབས་དེ་ལ་བོད་ལ་ཆབ་འཇལ་སྐབས་དེ་ལ་ཡོད་ན་མེད་ན་ལྟས་ངན་དྲན་གི་མི་འདུག་ལེ་ཡིན་ན་ང་རང་ཡིན་ན་ཕོར་ལན་ལ་ད་རང་དངོས་སུ་གུས་ནར་མཇལ་གི་ད་ཅི་ནར་དེའི་བཀའ་སློབ་དེ་ནང་དེའི་དེའི་ཚོགས་ཁང་ནང་ལ་ཡོད་ལེ་ཡིན་ན་ད་ག་ནང་བཞིན་མེ་ཏྲི་སི་ནའི་དེ་བཀའ་སློབ་དེ་གནང་ཡོད་རེད་དེ་དེང་སང་ཡུལ་གྲུབ་ནང་ལ་ད་རང་ད་འདྲ་མཇལ་ཡོད་རེད་ལེ་དེའི་སྐབས་དེ་ལ་སྐུ་མདུན་གྱི་བཀའ་ནན་པོ་ཞེ་བོ་གཅིག་གི་སྒང་ནས་ག་རེ་གསུངས་ཡོད་ཟེར་ན། ནས་ང་རང་ཚོ་ཕྱི་ལོགས་ནས་གནོད་སོ་ད་སོ་སོ་རང་རང་ལོག་པ་ནས་ཅིག་ཕྱི་ནང་ད་དེ་འདྲ་སྐྱེ་མ་དགོས་ས་བདེ་འཇགས་ཉེན་ཁ་མེད་ས་དེ་འདྲ་ཅིག་ནས་ནས་ཅིག་སྐད་འགྲོ་བའི་ཤི་བོ་རྒྱབ་ནས་དེ་འདྲ་བྱས་ནས་ནས་ཤི་བོ་བྱེད་རྒྱུ་མདོག་མདོག་བྱས་ནས་འདྲ་བྱས་ན་ནས་བོད་ནང་གི་མི་ཚོས་ལ་རང་རེ་བ་སྟོང་པ་ཅིག་འཕྲད་དེ་འདྲ་བྱས་ནས་ནས་ཕ་མ་དེ་ལ་ནས་བོད་ནང་གི་མི་གི་མྱང་གི་དུ་བ་ཟེར་ནས་ད་དེ་གང་ལ་ངོས་ནས་ཟེར་གང་ལ་ཀུན་དུ་གི་བཀའ་ནན་པོ་ཆེ་བོ་ཅིག་ཕེབས་ཡོད་རེད། རྣམ་པ་ཚོ་ངས་ཅི་ལ་དེ youtube དེ་ཚར་ནས་འདི་དྲ་ཐོག་ཏུ་ནང་ཕུད་འགོ། ཨོ་ད་དེ་ཡིག་ཅིག་ད་ཞོ་འཁྲིའི་དགའ་སློབ་དེ་འདྲས་མ་རེད་ད་ངོས་ཡོང་ནས་ཚིག་གང་ལ་གི་འདུག་དེ་གང་ལ་ཧ་ལས་བ་དགའ་སློབ་རེད་དེ་ད་རོ་མེད་ལམ་གི་དེ་གོང་ཚོད་དེ་གྲོང་ཐང་ད་དེ་གང་ལ་ཞིབ་ཚགས་ཧོ་ཅིན་ཕྱི་ཚོ་གཅིག་ད་ཅིག་དགའ་སློབ་ཡོད་རེད་ཨ་ནི་དེ་འདྲས་དེ་འདྲས་དེ་འདྲས་སོང་ཡོད་རེད་ཨ་ནི་ད་གི་འདུག་དེ་འདྲས་གི་དགའ་སློབ་དེ་དང་ཨ་ནི་དགོངས་པ་བཞེས་སྟངས་དེ་ཨ་ནི་ད་ག་ཚང་དེ་རང་གི་དེ་ཚོ་ད་མདའ་མོ་ལང་རྒྱལ་བ་དག་འགྲོ་གི་ཡོད་ས་རེད་དེ་གང་ལ་ཨ་ནི་ད་དེ་ཏག་ཏག་ད་བསྡད་མི་འདུག་ཟེར་གི་ཡོད་རེད་དེ་དོན་དག་ག་རེ་རེད་ལེ། ད་ནི་ད་དྲི་བ་འདི་ཅང་གོ་སྐབས་ཐུག་གི་རེད་ཅེས་ལན་བརྒྱབ་མ་སོང། རྒྱ་ནག་གཞུང་ངོ་རྒོལ་བྱེད་དགོས་ཟེར་གི་མེད་ནས་ཅིག་ཡང་ལས་འགུལ་མང་པོ་སྤེལ་དགོས་རྒྱལ་སྤྱིའི་སྒང་ནས་ཅིག་ཅིག་ཟེར་ནས་ཡང་སྐད་ཆ་རུ་གཞན་པ་ཞིག་ཆོངས་འགྲོ་སོང། དེ་ནས་འགྲོ་ནས་ནི་དེའི་རྒྱུད་རིམ་གི་ནང་ནས་ནི་ཁོ་རང་གི་མཐའ་ཅིག་ཕྱི་རྒྱལ་ནང་བསྐྱོད་ཀྱི་མི་དེ་ཚོ་ཅིག་ནི་བོད་མིའི་སྒྲིག་འཛུགས་ལ་ཚེར་སྣང་བྱེད་ནར་ཅིག་ལན་ཐེབས་པ་དང་གཞོན་སྐྱེས་ལ་ཅིག་གོ་སྐབས་འཕྲལ་དང་དེ་རིགས་མང་པོ་ཅིག་བཤད་ནས་ཡོང་བ་ནི།

དེ་མིན་ན་ནང་ནས live བལྟས་ན་འགྲིག་གི་ཡོད་རེད། ཨ་རི་ཡོང་ནས་དྲི་བ་ག་རེ་ཡོད་ན་དེ་སོ་སོ་གི་གདོང་གཏད་ནས་ནས་དྲི་དེ་དག་རང་བཙན་ནང་སྤྱི་ཚོགས་ནང་ཉག་གི་ཉོག་གི་མ་ཡོང་ཡག་ཆེད་དུ་ཡོང་ཡ་མ་གཏོགས་དྲ་ལམ་དེ་ལས་བྲིས་ད་འགྲིག་གི་ཡོད་རེད། ད་ག་ནང་བཞིན་གི་ད་འབྲེལ་ཡོད་དུས་ཚོད་གི་ནང་ལ་ལོ་གཅིག་གཉིས་གི་ནང་སྤྱི་ཚོགས་ནང་ཉོག་དྲ་ཉག་གི་ཉོག་གི་ག་རེ་བྱུང་གི་ཡོད་ད་དང་དུ་ཚོད་གཅིག་ག་རེ་བྱས་ན་རེ་རྦད་དེ་གླང་ཡག་གི་རྦད་དེ་བསམ་བློ་ཁོ་རང་མེད་ལེ།

སྔར་རྣོན་ཡར་གྱི་ཐབས་ཤེས་འགྲོ་བ་དང་གཅིག། བོད་མིའི་སྒྲིག་འཛུགས་མི་གསལ་ནོར་རེ་གསལ་འགྲོ་བ་དང་ངོ་ལོག་རྒྱག་ནི་རེ་གསལ་འགྲོ་བ་དང་ལྟ་བྲལ་གྱི་ཐ་སྙད་བེད་སྤྱོད་གཏང་གི་འདུག་བ། ནི་དྲི་བ་དྲིས་ཆོག་མེད་གསལ་འགྲོ་བ་དང་ནི་གཅིག། མཐོང་མཐོང་བྱེད་རོགས་བྱེད་དུས་ཚོད་མེད་གསལ་འགྲོ་བ་དང། བྱས་ཙང་ལས་དང་དངོས་གནས་དྲང་མོད་ཐབས་སྐྱོ་བོ་ཆེ་བར་ང་ནི་ཕྱི་བོར་བློ་ཕམ་འབྱུང་སོང་ནས། དེ་རང་འདི་ལ་ཡོང་བ་དེ་ལ། གཅིག། བྱས་ཙང་ལས་དང་དེ་བཟོ། འོ་དེ་འདྲས་ཡིན་ད་ངས་ག་རེ་བྱེད་གི་ཡོད་ཟེར་ན་ནི།

དྲི་བ་དོགས་པ་ཟེར་ན་རེ་གཅིག་དེ་དྲན་པ་བྱས་ཞེ་ད་ངས་དེ་ད་ལྟའི་མ་རེ་བྲིས་བཞག་པ་ཟམ་ཚོགས་ཡང་བསྐྱར་ཡང་སེ་ཆ་ཞིག་གླེང་གི་མེད་བསམ་ནས་ནི་ཨ་ནི་འོ་དེ་ངས་དྲི་བ་གལ་ཆེན་པོ་གཅིག་རང་བྱེད་ཀྱི་ཡོད་ད་དེ་ངས་དྲན་པ་བྱས་ཞག་ལ་ཡིན་ནི་དེ་ལ་ད་ད་དེ་དེ་ཁོ་ཚོས་ད་དེ་འདྲི་ག་བྱེད་ཆོག་འགྲོ་ལབ་ནས་ཅིག་ཁོ་ཚོ་ཚང་མ་ཅིག་ས་ངན་ས་ངན་རོ་ཚ་གི་ཚིག་གི་ཤོད་ཅིག་འདུག་ཨ་ནི་གང་ལ་ངས་ཡི་གེ་གཏང་བཟོ་རྒྱུ་དེ་ངའི་ཁར་སོང་གནང་ནས print བཏང་ནས་ནི། བ་ཁུ་ན་འདི་ནས་འགྲོ་ཡིན་པ། དེ་ཁོ་རང་གི། ད་བདུན་ཕྲག་གཉིས་གསུམ་ཚུན་འགྲོ་སོང་ནས་བོད་ཀྱི་དུས་བབ་ཀྱི་ནང་ལ Tibet Times དེ་ནང་ལ་ནི། གལ་དུར་ཁོ་རང་གི་མིང་ཐོག་ནས་རྩོམ་ཡིག་ཅིག་འདིར་བྱས་ནས་སྤེལ་བྱ། ཨ་ནི་ངས་ཤོག་བུ་དེ་བཏོན་ནས་ནི་ག་ཚོད་ཉོ་བྱ་ལ་ནི་བོད་ཀྱི་དུས་བབ་ནང་ལ་རྩོམ་ཡིག་ཅིག་འཁོད་བྱ། ནི། རྩོམ་པ་པོ་གི་མིང་དེ་ཁྱོད་རང་རྒྱབ་བྱ་ནི་དེ་ཁྱོད་རང་གི་བྲིས་ཡིན་པས་མི་གཞན་པར་བྲིས་རེད་ད་ནི་ད།

ང་རང་འགྲོ་བའི་སྣ་ཁྲིད་བྱས་ནས་ད་ང་ཚོའི་སྤོབས་པ་གི་དབུ་ཁྲིད་ཅིག་གདམ་དགོས་པ་རེད་དེ་ནས་ཡིན་དུས་ནས་སྤོབས་པ་གི་དབུ་ཁྲིད་ལབ་དུས་ཡིན་ནས་ད་རང་གི་སྒང་ནས་བོད་ཀྱི་སྐད་དང་ཡི་གེ་འདི་ལ་ཅིག་ཁོག་ཅིག་ཤང་ཆ་འགྲོ་ཅིག་གང་ལ་གང་འཚམས་ཁོག་ཅིག་ཚད་ལྡན་ཟིག་ཡོད་དགོས་པ་དེ་སོ་སོ་གི་ཆ་རྐྱེན་དང་པོ་དེ་ལ་ནམ་རྒྱུན་བཞག་གི་ཡོད་ལེ་དེ་ཤེས་དགོས་པ་དེ་ནས་ཡིན་ད་ཁྱོད་རང་དེ་འདྲའི་རྩོམ་རྒྱག་ནས་དེ་འདྲའི་མཁས་བ་ཟིན་དུས་ད་དེ་ལས་ལྷག་རེད་དེ་ནས་དཔེ་ཡག་པོ་བྱུང་ཟ།

ཨ་ནི་ད་ཁོ་རང་ཨེ་ཁྲོ་བས་ཀྱི་སྐད་ཆ་ནི་རྒྱག་ཚུན་ལོང་བ་གང་བཤད་གི་འདུག་དེ་མ་ཚད་ད་མིང་གང་ནས་ཚོགས་ཟུར་མིང་གང་ནས་རྩོམ་ཡིག་འདི་འདྲ་བྲིས་ཡོད་རེད་ད་ཀློག་ཤེས་ཀྱི་ཡོད་མ་རེད་ད་འདི་ཀློག་རོགས་ཅི་ལྟར་ནོ་ད་ཕལ་ཏེ་གདོང་པ་དམར་བོ་ཆགས་ནི་མ་རེད་ཀློག་ལངས་ནས་འདྲི་ཞིག་ད་ཡིན་ན་ང་ཚོའི་མི་མང་དུ་བཟོ་ཅིག་ད་དངོས་གནས་དྲང་གནས་ཀྱི་གཉིད་ཅིག་ཚལ་ཡོད་ན་དངོས་གནས་གཉིད་ཚལ་དགོས་ཡ་འགྲོ་རེད་དེ་ད་ད་འདྲ་ཕ་ཕྱི་རུ་དཀའ་ལས་ཁག་པོ་ཡིན་ས་རེད་བསམ་ནས་སོ་སོ་ལྟས་ཅིག་བློ་ཕམ་འགྲོ་བྱུང་སོང་ད།

ག་བ་ལ་ཡོང་གི་ཡོད་ཨེ་ན། རྣམ་པ་ཚོས་ན་ཅིག་ན་མང་པོ་འགྲོ་མ་དགོས་ཅིག་ནས་འགོ་ཚེས་ན་དང་དེ་ལས་གཅིག་གཉིས་ཡིན་གཅིག་མིན་གཅིག་འགྲོ་དགོས་འདུག་ད། ཚོང་མ་ཟད་ནས་ཅིག། ཁོ་རང་སྐད་ཆ་དེ་ལ་བཤད་དེ་དང་དྲི་བ་དང་དེ་ལྟར་ཡིན་ན་ཡིན་གཅིག་མིན་གཅིག་དེ་བྱས་ན་བིད་འགྲོ་དེ་རྒྱག་དགོས་འདུག་ད་བིད་འགྲོ་ཡང་ཅིག། ད་ཁོ་བིད་འགྲོ་རྒྱབ་ཆོག་གི་མེད་དེ་རེད་ད་ཟེར་གི་ཡོད་ཀྱི་མ་རེད་བ།

སྐད་ཆ་གི་ཁུ། ནང་དོན་དང་ཨ་ནི་ཁུ་འགྲེལ་བཤད་ག་རེ་རྒྱག་གི་ཡོད་མེད་དེ་ལྟ་ནས་ནས་ཁུ། འགྲེལ་བཤད་ཅན་ལོག་ལོག་འགྲོ་གི་རེད་བ། ད་ཁུག་དེ་འདྲའི་རོགས་གཅིག་གཅིག་བྱས་ན་ཞིག་ཡོད་ས་མ་རེད་གཅིག་བྱས་ན་ཁུག་རྒྱག་ཆགས་ཟེར་ནས་ཚིག་དེ་འདྲའི་དཔེ་ཆུ་གཏང་གི་ཡོད་ས་རེད་ནས། ཨ་ནི་ད་ག་ནང་བཞིན་གྱི་ཅིག། རྒྱལ་རབས་ལོ་རྒྱུས་སྒང་ནས་པོ་དེ་རང་བཙན་ཡིན་གཙང་མ་ཡིན་པ་གི་ཅིག་ལན་གྱི་སྤེལ་དགོས་གི་ས་རེད་དེ་དེ་མ་སྤེལ་བ་ན་ད་ག་རང་དགའ་མའི་ལམ་དུ་ཅིག།

ཉོག་ལང་དེ་འདྲ་ཡང་ཡར་བྱིན་ལྷང་ངུ་དོག་ལན་དང་བྱི་ལ་ནི། ཁོ་རང་ལ་དེ་སྐད་ཆ་བཤད་མང་པོ་དེ་ད་ཁུག་བཤད་གི་མེད་ལ་སོ་ད་ཐ་མ་དེ་ལ་ཁུག་བཞག་དུས། ད་ཁོ་སྐད་ཆ་བཤད་ག་རེ་ཡོད་རེད་ནི། ཁྲིམས་ཞིབ་ཁང་གི་དེ་རྫི་མ་རེད་ཟེར་གི་ཡོད་རེད་ད་དྲུང་ཤར་གླིང་གི་རྫི་རྫི་བཤད་རེད་ཟེར་གི། འདི་ཉོག་དྲ་ནི་ད་ག་ནང་དོན་གཅོད་དང་པོ་ཁོ་རང་གི་སྐབས་ཀྱག་དེ་བཞག་ནས་འགྲོ་དུས་ནི་ཁོ Computer ཚང་མ Reset གི་སྒང་ལ་བཞག་ནས་ནི་ར་ཁོ Hard Disk ཚང་མ་སྟོང་པ་སྟོང་ཆང Zero བཞག་ནི་ར་བཟོ་ནས་ཁོ་འགྲོ་རེད་ནི། འདི་ནི་ད་མདའ་ཁང་གི་དེ་ཁོ་རང་གཅིག་གཏམ་བཤད་བྱེད་གི་ཡོང་དུས། ཐང་གཅིག་ཁོ་དེས་མར་སྐད་ཆ་བཤད་གི་གོ་སྐབས་འགྲོ་ཡག་ཤོས་ཁོ་རང་ཡོད་དེ་ད་དེ་ཆ་ཚང་བ་དེ་ང་ཚོ་ནང་ཁུལ་བཤད་གི་གོ་སྐབས་འགྲོ་མི་འདུག་ཅུང་མ་སོང་བ་དང་དངོས་ཡོད་གནས་ཚུལ་གང་ལ་མི་མང་གི་ཧ་གོ་དགོས་ཏེ། ད་ད་འདྲ་ཅི་སོང་ནང་ལ་ཕྱིར་འགྲེལ་བཤད་དེ་རེད་རྒྱག་མི་འགྲོ་གི་འདུག་ཨ་ནི་དག་ནང་བཞིན་ཁོ་གི་སྐད་ཆ་གཅིག་དེ། ད་དེ་རེད་རེད་དེ་རྙོག་གླེང་དེ་བྱུང་ཡ་དེ་དག་ནང་གཉིས་སྟོང་ཅི་དྲུག་ལོ་གི་ཡི་དི་གི་ཁབ་དེ་ལ་ནི། ད་གཅིག་དེ་ཤོར་རོ་གཅིག་དེ་བརྗེ་རོ་ཨ་ནི་ཤོར་ནི་དེ་ནི་ཅི་ནི་ངན་ལེན་བྱས་ཡོད་མ་རེད་དེ་ནི་ནི་གང་ཉན་གི་དེ་ཅི་ནི་རེད་ད་ཅི་སོང་ནང་བྱས་ན་ཅོང་རེད། ཁུག་ཏི་ལབ་སོང་ཐ་མ་དེ་ལ། ཡིན་ན་ད་དེ་ཁབ་ཏུ་ལ་ང་ཚོ་ད་དྲི་བ་དྲི་ལན་དེ་ཡོངས་སུ་འགྲོ་འཇིགས་འདྲི་ཚར་བའི་ཁབ་ཏི་རེད། ད་སྒྲིག་ཤོས་གཅིག་ལ་མདའ་དགོང live བསྟན་ཡོད་མ་རེད་དེ་མ་གཏོགས། ཆགས་སོང་ན་ད་ཉིས་སྟོང་བཅུ་དྲུག་ལོ་ཨེ་ད་དེ་འཇིགས་འགྲོ་བ་དང་སྐྱབས་མགོན་རིན་པོ་ཆེ California ཕེབས་ནས་ནམ་མཁའ་ཡག་ཐག་དང་ས་གཞི་སྡུག་ཐག་ཡིན་ཟེར་ནས་ར་ཐག་རང་སོང་ཡོད་རེད་ད་ནི། ཉིས་སྟོང་བཅུ་བདུན་ལོ་དགུ་སྤྱི་ཟླ་ཆིག་ཆིག་སྐོར་གྱི་ཚེས་བདུན་གྱི་བར་དུ། ཨ་ནི་དེ་འདྲའི་སྒང་ལ། ཉོག་གླང་དེ་འདྲ་གཅིག་ཡོད་མ་རེད་ད། ཚིག་ཅིག་ཉོན་མྱོང་ལ་ཟེར། ལྟ་ཕྱིར་དེ་ཚོ། མགུར་སྟངས་ལོག་ན་ཚར་ང་ཚོ་གང་ལ་བརྗེད་ན་ཤ་མོ་ཡོག་ན་དེ་འདྲ་སྐད་ཆ་བཤད་ནས་འགྲོ་གི་རེད་ད། དེ་ངའི་ན་ནིང་དང་པོ་ང་ཚོ་ལས་འགུལ་སྤེལ་འདོད་གབ་སྟེགས་ལ་ཅིག་ཤོས་ཡིན། བདེན་དོན་ཟེར་བ་མེ་ལོང་གི་དེབ་དེ་དཔར་འཕྲིན་བྱེད་པའི་གབ་སྟེགས་ལ། སྤྱི་ཚོགས་ནང་གི་ཚིག་ན་ཕབ་ལིག་གི་མི་མོར་ཟེར་དེ་ཁོ་ཚོས་ན་ཁོ་དེ་ཚོ་དང་བསྟུན་ནས་རང་ཤི་གི་ཡང་ཁོ་དྲན་པ་བརྒྱལ་འགྲོ་གི་རེད།

རྗེས་ཁོ་ཡོང་བ་མ་རེད་ད་ཚེས་བཅུ་སྟེང་ཉིན་པ་དེ་ལ་ཨ་ནི་ད་བཤད་དགོས་ན་ཅི་ནས་རེད་མང་པོ་ཡོད་རེད་ད་དེ་ཚོ་བཤད་ན་ཁྱོད་ཨེ་ཡོད་ན་ཟེར་ན་ད་ཅིག་ཁ་འགོག་ན་རྦད་དེ་ཞེ་བོ་ཞེ་ནང་ཚ་བོ་དེ་རེད་ཅིག་སྟོན་ཨེ་ཡོད་ནོག་ལྡོག་དེ་རེད་བཤད་རོགས་དེ་བཤད་དེ་མི་མང་ངམ་ཐོག་བསྐྱེལ་རོགས་ངམ་ཐོག་བསྐྱེལ་ནས་ཁ་པར་བཏང་ན་ཁ་པར་བཏང་རེད་ཨ་ནི་ཡི་གེ་བཏང་ན་ཡི་གེ་བཏང་རེད་འོ་ད་དེ་རྦད་དེ་ཤི་ས་ནང་ས་བཟོ་དགོས་ཡོད་མ་གཏོགས་དེ་རྦད་དེ་ཞེ་ནང་ཚ་བོ་རོགས་དེ་རེད་བཞག་ད་མི་མང་ངེས་བར་དེར་བསྐྱེལ་ན་དེ་ཤེས་རྟོགས་བྱུང་ཉེ་དྲུག་གི་འདུག་ཟེར་ན་ད་རྦད་དེ་མི་ཡི་གེ་གི་ཆར་བབས་རོགས། ཉི་མ་གཉིས་སམ་གཅིག་ལ་གྱི་བར་བུ་ལ་ནི་ག་ཤ་ཁོབ་ཁྱོད་ནི་ལེར་ཁ་ཅན་མ་ཐུ་བ་བྱས་ནས་མེར་ཁ་པར་ཏར་ཏར་ད་ནི་ལྕགས་ནི་ད་དེ་ནི་ནི་ཁ་པར་བཟོ་བས་དེ་ཁ་ཤས་ཅིག་ན་གཅིག Unplug ཅིག་བ་དེ་ལས་ཐུར་བ་འོ་ངེད་དང་དེ་འདྲ་བྱུང་ནས་ནི་ཚེས་བཅིར་དགུག་ཉི་མ་དེ་ལ་ཚེས་བཅུ་དྲུག་ཉི་མ་དེ་ལ་ཁོ་ནོར་བས་ཚེས་བཅིར་དགུག་ཉི་མ་དེ་ལ་ཁྲོ་རོན་ཁྲོར་བ་ཨ་ལས་བྱུང་ཁོ་ཁྲོ་རོན་ཁྲོ་ལྷས་བ་ཉི་མ་དེ་ལ་ནི་ད་ག་རང་བྱས་ན་ཁོ་གཞུང་འབྲེལ་གིར་ད་རྒྱ་གང་ལ། ཨ་ནི་ད་དོན་ཆེན་བྱེད་ཟེར་བ་ཅིག་ཅེས་ནི་མར་དོན་ཡིན་པ། ཨ་ད་གནས་སྟངས་དེ་འདྲ་རེད། ནི་དོན་གཅོད་རྩིས་སྤྲོད་ཚད་ལེན་བྱེད་ཡ་དེ་ད་ག་རང་ཚིག་སེམས་ཤེས་ཀྱི་ཉི་མ་ཡིན་པ། དེའི་པར་ལ་ཉི་མ་མང་པོ་ཞེ་བོ་ཡོད་རེད། འོ་གནས་སྟངས་དེ་འདྲའི་སྤྱི་ལེན་བྱུང་རེད་མར་དོག་ནི་གཅིག། དང་པོ་ང་རང་ཚོ་གི་བས་དེ་གཅིག་ཕར་བདེ་མ་ཅིག་ག་འགྲོ་བ་དང་ཁོ་གི་ད་དེང་སང་ཤར་བེ་ཤེས་དེ་རེད་རྒྱག་གི་འདུག། འོ་དེ་ནས་འདི། དེབ་དེ་ང་ཚོས་དེའི་པར་ལ་དཔར་ཐུབ་པ་དང་དེ་སོ་སོ་ཚང་མ་བཏང་ནའང་གསང་བ་ཡག་པོ་བྱུང་ས་བསམ་གྱི་འདུག་ནས། དེའི་རྗེས་ལ་ཁམས་ཕྱེད་ཀྱི་དེ་རེད་འདི་བྱས་རེད་འདི་ཚོ་ཚང་མ་ཁོ་མ་འོངས་ན་ད་ག་ནང་ལོ་རྒྱུས་ནང་ལ་བསྡད་ཀྱི་རེད། ཁོ་འགའ་ཧམ་པ་ག་རེ་མ་དགོས་ག་རེ་བཤད་པ་ཡིན་ན་ཡིན་ན་ད་ང་ཚོས་བལྟ་རྒྱུ་རེད། ད་དངོས་གནས་དྲང་གནས་ཀྱི་ཅིག་ད། སྐལ་རྡོར་འདྲ་བོ་ཅིག་སྲིད་སྐྱོང་བ་བསྡད་པ་ཡིན་ན་ད་དངོས་གནས་དྲང་གནས་ཀྱི་ད་ང་རང་ཚོ་དངོས་གནས་ཀྱི་ད། པ་དེ་དག་སོ་ཏའི་སྐམ་ཆ་བཟུང་འདུག་ད་ནི་ཨ་ནེ་གཅིག་བོད་ཀྱི་བདེན་མཐའ་ཟེར་བ་དེ་དང་ཨ་རིའི་རིགས་དག་ཕ་སྤྱིར་རེ་བ་མེད་བ་དེ་ཕ་སྤྱིར་ད་ས་བོ་ཆགས་ས་རེད་བསམ་གྱི་འདུག་ཁོ་རང་གི་ཟླ་དགོང་སྐད་ཆ་གཞན་པ་གཅིག་གི་ནང་ལ་ཁར་བཤད་ཀྱི་འདུག་ན་བོད་རྒྱ་ཕྱི་མུག་གི་དང་འབྲེལ་ནས་བོད་རྒྱ་ཕྱི་མུག་གི་ཚོགས་མི་མེན་སི་ཁོ་ཨེ་ན་སིར་ཉན་ལ་འགྲོ་གི་ཡིན་ལ་སོ་ཏའི་ངས་ཁྱོད་ནས་མགོ་ཚིག་མ་སོང་བཟོ་ངས་ཅིག་འགྱིག་ཐོག་དང་ཐོག་ནས་ཡང་ཁྱེར་ཅང་ལྟ་ཀློག་བྱས་ཙང་ད་ནས་རག་མ་སོང་མ་གཏོགས། བོད་རྒྱ་ཆེན་མོ་གི་ཚོགས་འདུ་ག་དུས་ཚོགས་བ་ན་དེ་ཁོ་ཕབ་ལིག་མ་རེད་དེ་སིར་ཉན་འགྲོ་ཡ་དེ་འདྲ་དེ་ཡོད་མ་རེད། གལ་སྲིད་ད་ཁོ་རང་སྲིད་སྐྱོང་གི་གྲོགས་པོ་ཡིན་ལབ་ནས་དེའི་དབང་ཚད་འགྲོ་བཙོང་ནས་འགྲོ་དགོས་ན་དེ་གྲིམ་འགལ་རེད་ད། ནས་བོད་རྒྱ་ཆེན་མོ་དང་འབྲེལ་ནས་ད་བོད་རྒྱ་ཆེན་མོ་གི་གནས་སྟངས་དེ་དག་རང་ཅི་ན་སྐུ་མདུན་གི་ཐུགས་འགན་བཞེས་བསྡད་ཡོད་རེད་དེ་ལ་ཅིག་བཀའ་ཤག་དམིགས་བསལ་གྱི་ལས་ཀ་ཡོད་མ་རེད་མདོག་མདོག་བཤད་གི་འདུག་ཨ་ནི། སྐལ་ལྡན་ཕོ་བྲང་གི་ཡིག་ཚང་གི་ནང་ནས་དམིགས་བསལ་གྱི་རྒྱ་ཡིག་དེ་ཚིག་འགན་འཁེལ་བསྡད་པ་རེད་ཨ་ནི་དེ། ད་ག་རང་གཅིག་མ་འོངས་ན་བོད་རྒྱ་ཞི་མོལ་གལ་སྲིད་གནང་བ་ཡིན་ན་ད་ག་རང་དེ་སྐུ་མདུན་གྱི་ལས་ཀ་རེད་གནང་དོ་དེ་བྱེད་གི་འདུག་དེ་ནས་ཡིན་ད། དེ་ལས་འཕྲོས་བའི་དེ་ནས་ད་གཞན་པ་ཨ་ནི་འཛིན་སྐྱོང་གི་ལས་ཀ་ཟུར་ད་ཧང་སང་བ་ལས་སླ་བོ་རེད་ཁོ་མཚོན་ན་ཨ་ནི་དེ་ཅང་བྱེད་མ་ཐུབ་པ་ཟེར་གོ་གཅིག་ག་མི་འདུག་ཟེར། ད་སྔོན་མ་ལོ་གང་སང་གི་ནང་བཞིན་གཅིག་པ་གཅིག་ཀྱང་བྱེད་གི་འདུག་ཨ་ནི་ད་རྩོམ་ཡིག་རྫུན་མ་འདི་འདྲ་བྲིས་ཨ་ནི་གཅིག་འདྲ་མི་འདྲ་བྱེད་གི་འདུག་ཨ། ད་གར་ཚང་ངོ་མ་སྐྱབས་མགོན་རིན་པོ་ཆེ་བཀའ་ཤོག་དེ་རྫུན་མ། པར་ནས་ནར། དགྲ་བླ་མ་བཀྲམ་ནས་ཀོ་ལོང་རྟ་འཇིགས་མ་སོང་མར་ཐོགས། འོ་ནི་དང་དེ་འདྲ་རེད་ད་ནི་ད་ཁོ་རང་ཡོད་ས་སོང་ནར་བཅར་ནས་ནར། ཁོ་རང་སྐད་ཆ་ངོ་མ་དེ་ག་རེ་བཤད་གི་འདུག་ནི་དྲི་བ་དེ་ཚོ་དྲིས་ན་ལན་ག་རེ་རྒྱག་གི་འདུག་དེ་ཡིན་འཇིགས་མོ་འཇིགས་ཤེལ་སྒོ་ཞིག་བཏོན་ཐུབ་ཡག་འགྲོ་བ་ཟེར་ཀོ་ར། འོ་ད་ནི་ཅི་ཐུབ་ན་ནི་ད་ངོ་ཚོ་ངོ་ནི་རང་ནས་གི་དེ་ཅིག་ཨེ་འདི་འདི་ནང་ན་མི་མང་པོ་ཟིག་གི་འགོ་མ་ཐུབ་མེད་དང། ནི་མགོ་མགོ་སྐོར་བ་མི་ཚད་ལ་ཕན་ས་རེད་བསམ་གི་འདུག་དེ་མར་ཐོགས་ད་ནི་ད་རེས་ཀི་འདི་འགྲོ་ཡིན་པ་ན་ང་ཚོས་དངོས་ཡོད་ནས་ཟེར་གང་ལ་ཅིག་ཁོ་རང་གི། ག་རེ་འཇོམས་པ་དང་དེ་ཇི་མ་ཅིན་ཤེས་ན། དེ་ལ་གཅིག་མེད་དུ་གཟུགས་གཅིག་གིས་ཁོ་སྐྱོན་བརྗོད་བྱེད་དགོས་པ་དང་དེ་ཡོད་མ་རེད་བ། བེ་དེ་ན་དེ་འདྲ་གང་ལ་མི་ཡོང་བ་དེ་འདྲ་རྐྱང་རྐྱང་བཤད་ནས་ནི་ད་བེ་དེ་མི་ལ་མགོ་ཡོང་མགོ་འཁོར་སོགས་པོ་ར་དེ་འདྲ་བཏང་འགྲོ་གི་འདུག་དེ་འདྲ་ཡིན་ན་མེད་དུ་གཟུགས་གཅིག་ཁ་ཤས་ཧང་སང་སང་འགྲོ་བྱེད་ཀྱི་འདུག་བ། འོ་ད་དེ་ང་ཚོས་གཟབ་གཟབ་ཟིག་མ་བྱས་བ་ཡིན་ན་ངོ་ནས་དྲང་ནས་གི་ད། ཁོ་རང་གི་དང་འདྲ་གི་བཤད་སྟངས་ལོ་ཅེས་པ་ནི་བོད་མིའི་སྒྲིག་འཛུགས་ཀྱི་ནང་གི་དང་འདྲ་གི་བརྒྱ་ཆ་གི་ཅིག་མང་པོ་གཟིགས་དེ་ལ་ཅི་ན་ར་ཅིག་ད་རྡོག་རྡོག་རུ་བཤད་ན་ཅི་ན་ཅིག་དེ་ཙམ་འབྲེལ་བ་མེད་རྒྱུ་དང་ཆོ་མེད་རྒྱུ་གང་ལ་ཅི་ན་ར་ད་དེ་ཚོའི་དང་ལེར་ཁ་ཅིག་འདི་འདྲ་བྱ་སོ་དགོས་ཡ་མི་འདུག་སེ་ཅིག་འཕྲོད་བསྟེན་ད་ཅིག་ད་དེ་འདྲ་མང་པོ་གཟིགས་གི་གང་ལ་སྐད་ཆ་དེ་འདྲ་བཤད་གི་འདུག་ད་ཁོ་གི་བསམ་བློ་བཏང་སྟངས་དེ། ང་ཚོའི་བོད་མིའི་སྒྲིག་འཛུགས་དེ་གཅིག་གོ་གཞོང་བརྩེགས་ཡིན་པ་གི་བསམ་བློ་བཏང་གི་མི་འདུག་ད། Companies གི་གཅིག Manage བྱེད་སྟངས་འགྲོ་ཡོད། ཨ་ནི་ཨ་འདྲས་ཅི་བསམ་ན་གཅིག Profit མང་དུ་བས་ཉུང་བ་འདུག་ཟེར་རོ་ཆ་བཟོ་ན་ད Company ནི་བཏང་རང་ཁོ་ཁེ་ལས་ཀི་སྡེ་ཚན་གཅིག་རེད་ནི་ཁོ Campaign མེད་ན་ཁོ་སྒོ་རྒྱག་ག་རེ་བ། གཞོང་བརྩེགས་འདི་ང་ཚོ་དེ Campaign གཅིག་པོ་ག་ནི་ཚིག་རྒྱག་ས་འགྲོ་གི་མ་འགྲོ། ཆ་བཟོ་ན་གཞོང་བརྩེགས་ཡིན་ན་ཁོ། སྤྱི་ཚོགས་ཅིག་རེད། དེའི་ནང་ལ་ཁོ་གཅིག་འཕྲོད་བསྟེན་ལྟ་དགོས་ཡོད་རེད། གཅིག་རྒན་ཡོལ་གྱི་རིགས་དང་དེ་འདྲ་ཡིན་ན་ཁོ་བཙལ་ན་ཁོ་ལོ་གང་ལ་མི་ཚེ་གང་ལ་ཁོ་ཞབས་ཞུ་བྱས་ན། ཁོ་རྒན་ཡོལ་ཁྱེར་ཚར་བ་བྱས་ལ་ཁོ་ལྟ་སྐྱོང་བྱེད་དགོས་ར། ད་འདི་གཅིག་གཞུང་གི་འགྲོ་སོང་དེ་འདྲའི་སྟངས་ཁྱོན་མི་འདུག་ས་དེ་འདྲའི་ཁག་ཡོད་རེད། ཨེ་ད་ག་ནང་བྱས་ནད་པ་རེད། དེ་ནས་གཅིག་ཁོ་བོད་སྐྱེས་ནས་མི་གསར་བ་དེ་འདྲ་བྱས་ན་ཁོ་འཚར་ལོངས་བྱུང་ན། དེ་ལ་སློབ་སྦྱོང་བྱས་དེ་ལ་འཕྲོད་བསྟེན། ཨ་ནེ་གཅིག་དེ་ལ་ལྟ་སྐྱོང་དེ་འདྲའི་འོས་ཁོ་ཁོར་ཡུག་ཅིག་བསྐྲུན་དགོས་རོགས་དེ་ཁོ་གཞུང་གི་ཁོ་གཞུང་གཅིག་ཡིན་པ་འོས་ཁོ་ད་དགེ་བ་རྒྱུ་མཚན་དེ་རེད་བ། དེ་ཚང་མ་ཆ་སྙོམས་གི་ཅིག་ཁབ་ཐོ་ཡ་དེ། འོ་ད་ཁོ་དེ་ཟུ་རིག་དེ་ནས་མང་པོ་ཟུ་གོ་གི་མི་འདུག་ཟེར་གི་འདུག་ཨ་ནེ་ད་ཅིག་ཨི་གོ་མེན་ཏྲི་བཅག་ན་ཚང་མ་ཨོན་ལ་ཡིན་པ་དང་ཅིག་ད་ཁོ་གི་ཞེ་བོ་ཅིག་རང་ད་ག་ཅིག་གློག་བརྙན་འདྲ་བོ་སྐད་ཆ་བཤད་གི་འདུག་བ། ད་མི་གཅིག་རིགས་གཅིག་གི་འདི་ལ་དཔལ་ཡོན་ཅིག་ཧང་འགྲོ་སང་འགྲོ་བྱེད་ཀྱི་འདུག་ནི་དེ་སྔ་ཚོད་བསམ་བློ་ཡག་པོ་ཅིག་བཏང་དགོས་འདུག་མ་གཏོགས་ནི། ང་རང་ཚོ། སྒྲིག་འཛུགས་ཀྱི་ད་ལྟ་གི་ཅིག་ཕུགས་ལ་རྒྱ་རམ་རྡ་རམ་ས་ལ་ནས་གནས་ཐབས་ཡག་དེ་ལ། ནི་ད་ལ་ད་ག་རང་བྱེད་ན་ཁོ་གཅིག་ཁོར་ཡུག་གི་མི་གཅིག་གི་བྱེད་ན་ཡིན་དམ་ལ་ནི་དགོས་ཀྱི་ཡོད་ར། མི་ཡིས་དེ་འདྲ་བྱེད་ན་མི་ཡིས་ཚོགས་སྡེ་གཅིག་གནས་པ་ལ་ནི། འཕྲོད་བསྟེན་ཡིན་ན་རེད་ཨ་ནི་ཤེས་ཡོན་ཡིན་ན་རེད་ཨ་ནི་ཅིག་སྤྱི་ཚོགས་ཀྱི་བདེ་འཇགས་ཡིན་ན་རེད་ཨ་ནི་ཁོ་གཅིག་དོན་ཆེན་ཁོ་ཚང་དགོས་ཡ་དེ་ཚང་དགོས་ཀྱི་རོ།

ད་སོ་སོ་ནས་དེ་ཆ་ཕ་རེད་ད་བསམ་གི་མི་འདུག་དེ་ཡིན་ན་ད་ང་རང་ཚོ་བྱེད་སྟངས་ལས་སྟངས་ནོར་ནས་ནར་ངོ་ནས་སོ་དེ་སྐབས་ན་ཉེན་ཁ་འདུག་ད་འོ་ད་ངས་རྡོག་རྡོག་དེ་ཞུ་གི་ཡོད་ད་ཡི་གེ་ཐུགས་ཞར་གཉིས་ཀློག་མ་ཐུབ་ན་གཟིགས་ཁུལ་ནས་གཞིས་ཁུལ་བོད་ཡིག་སྒང་ལ་རྩོམ་རྒྱག་གི་ཡོད་ཟེར་ད་འབྲེལ་གི་བེད་ད་དེ་ལྕགས་ལངས་འགྲོ་ཞོར་ནས་སྔོན་མ་བློ་བཟང་སེང་གེས་ད་ང་རང་དེ་ཕྱིར་ལ་གོ་ཐོ་ད་འདི་གཅིག་སྤྱི་ཚོགས་ནང་སྤྱི་སྟངས་གསར་བ་འགྲོ་གི་ད་མ་རེད་སྔོན་མ་ཕ་ཕྱིར་བཙན་བྱོལ་ནང་ལ་རྒྱ་ནོར་བའི་ཡོད་གབ་འདུག་ད་གཅིག་ནས་ག་ལེར་འདི་འདྲའི་གི་གནས་ཚུལ་འགྲོ་དེ་དེང་སང་ཡི་གེ་རྙིང་པ་དེ་རེ་ཀློག་ན་མཐོང་ཡ་འདུག། ལྗང་ནོར་བུ་སྔོན་མ་ཁུག་རྩོམ་སྒྲིག་བྱེད་ཡིན་ཟེར་ཡོད་འདུག་ད་དེ་ཁུག་ལྗང་ནོར་བུ་བུ་ཡིག་གི་ཤེས་ཚད་ང་ཚོས་མཐོང་གི་འདུག་དེའི་ཁ་ཐུག་ཏུ་བ་ལན་ནི་འདི་འདྲའི་གི་ཅིག་ཨོང་ལན་གི་འདི་འདྲའི་ཕར་ཚུར་ལ་སྐད་ཆ་བཤད་སྲོལ་དེ་ཡོད་མ་རུང་ཡང་དག་ལ་ཕྱོགས་གི་གང་ལ་ཕར་ཚར་དེ་ཚར་ནི་ངའི་དྲི་ཡིན་ལབ་ན་དེ་མི་ཡིག་གི་ཅིག་སྐྱེ་དངོས་ནི་དྲི་ཡིན་པའི་ཟེར་འདུག་དང་ནི་དེ་ཚད་ཡོད་མ་རུང། ད་དབྱིན་ཇིའི་ནང་བྲིས་ནས་ནི་ཅིག་གི་རྒྱུ་རེད་ཟེར་ན་དེ་དག་རང་ཁོ་ཅིག་སྐད་ཆ་འདྲི་ཤེས་རྒྱག་སྟངས་ཅིག་རེད། ད་བུ་ཡིག་མ་ཤེས་དུས་སྤྱིར་བཏང་གི་བོད་ཀྱི་རྒྱལ་རབས་ལོ་རྒྱུས་ཅིག་ཤེས་ས་ཕལ་ཆེར་འགྲོ་གི་མ་རེད། གཅིག་ཆ་ཚང་བ་ཟླ་ཁོག་ཡང་དག་པ་གཅིག་གེགས་རྗེན་པ་གཅིག་གི་གཉིས་པ་གཅིག་རང་ནི། ནི་ཁོ་གཅིག་བོད་ཀྱི་རྒྱལ་རབས་ལོ་རྒྱུས་སྦྱང་དགོས་པ་དང་དེ་ཤེས་བོ་ཆགས་ཀྱི་འདུག་གཞོན་སྐྱེས་ཚོས་གཞོན་སྐྱེས་ཀྱི་སྦྱང་དགོས་ཡ་ཡིན་ད་ཡིན་ད་སྤྱིར་བཏང་གི་ད་འདྲ་གི་གཅིག་ཁོ་གཅིག་བྱེད་གི་ཡིན་བསམ་ན་དེ་ཚོ་ད་ངོ་ནས་གཅིག་མ་སྦྱངས་དེ་ངོ་ནས་ངན་སྐད་ཆ་རྫབ་ཆེན་དེ་འདྲ་བཤད་ནས་གཅིག་ག་སྐྱེས་ས་རེད་བསམ་གྱི་འདུག་ད། བློ་བཟང་སང་གིས་སྔོན་མ། ད་ནམ་རྒྱུན་ནི་ལོ་རྟག་པར་ང་ཚོ་གི་ཨེ་ཏི་ཏི་སྤྱི་ད་སེམས་པ་ནང་གྲབ་ཀྱི་ཡོད་རེད། ཨ་ནི་རྩིས་སྤྲོད་བྱེད་ལེན་ད་དེ་གཅིག་སྤྱི་ཏི་གསར་བ་གི་དམ་པ་བྱས་དང་དེ་མང་ཆུ་སྤྱི་ད་ང་བ་གི་ནང་རེད། ཡིན་ན་ལོ་བཟང་ཚང་གིས་ཅི་ལྟར་རྒྱལ་བབས་པར་དེ་དགག་རེད། ངེད་ཚོའི་གོ་བ་ཡིན་ན་ཁོ་རང་གི་ནང་ན་སྔོན་མ་དེ་འདྲའི་གི་ཨིན་ཐེ་ཝིའུ་བཅར་འདྲི་དེ་འདྲ་ཅིག་གི་ནང་བཤད་ཡོད་བསམ་སོང། ད་འདྲ་གི་དམ་འབུལ་བྱེད་ཡག་གི་ཡི་གེ་དེ་ཚོ་ནི་ཁོ་གི་ཞེའུ་ཅང་ཡིན་སྲིད་ཉི་མ་མང་པོ་ལ། ད་སྐད་དོར་ན་དེ་ལ་ལྷག་གཟིགས་ཕ་ཆེར་སྦྱང་དགོས་ས་རེད་ད། ཡང་ཅི་ལྟར་རྒྱལ་བབས་དགག་བཟིགས་བར་དུ་ཕ་ཆེར་ཁོ་གི་སྐད་ཤེས་ཐུབ་པ་ཡིན་ན་ད་རྩིས་ལེན་ཐུབ་ས་མ་རེད། ཉི་མ་དང་པོ་གི་དམ་འབུལ་བྱེད་ཡག་གི་ཁོ་ཨོ་ཐི་སི་གོ་ར་ཏེ་ལན་ཡ་ལ་དེ་ཅིག་ཡི་གེ་ཅིག་ཀློག་དགོས་ཡོད། ད་ཨོ་ཐི་ཀློག་མི་ཤེས་ནི་དེ་འདྲའི་གི་མི་ཅིག་ནི།

ཨོ་དེ་ནས་ད་ང་ཚོ་ཕྱི་ལོག་ན་ཡོང་དུས་ཚོགས་ན་ཅིག་ང་ཚོ་ཅིག་གཞིས་ཆགས་ཁག་ལ་ཅིག Basketball བཟོ Ball རྩེ་ས་བཟོ་གི་བཟོ་དགོས་འདུག་ཟེར་རོགས་དང་ཅིག་ལམ་ཀ་བཟོ་དགོས་འདུག་ཟེར་དང་དེ་ཨ་ཅང་བྱ་ཆ་ཏང་ཡིན་ད་ཡིན་ཏེ། ཆེ་ས་ནས་ནི་ཅིག་བོད་རྒྱ་ནི་དཀའ་རྙོག་སྒང་ལ་ནི་ཁྱེད་བོད་རྒྱ་ཆེན་མོ་བྱེད་གི་མིན་ཟེར་ན་ནི་དེ་ནི་ཆོས་སྲིད་སྐྱོང་བདེ་ནི་གར་བྱེད་ག། ཅིག། ཆེ་ས་དེ་འདྲ་ནས་དྲི་བ་བཏང་ནས་ཡིན་ན། ཆེ་ས་དེ་འདྲ་ནས་ནམ་རྒྱུན་གྱི་ཚིག་འདྲ་བཙིར་དགོས་ཡ་རེད་མ་གཏོགས་ད་ཅིག་དེ་འདྲ་ཆགས་ངེས་བྱུང་ཡིན་རོགས་ཅིག་ན་ཡིན་དེ་མ་གཏོགས་ན་ཅིག་རིན་ཆང་ཁག་ལ་ཅིག་སྐྱོ་ཅིག་ཡང་རོགས་སྐྱོ་རུ་ཅིག་ཡང་དེ་འདྲའི་ཐད་པ་རུ་དེ་འདྲ་བྱེད་ཐུབ་ཀི་རེད་ཟེར་རོགས་དང་དྲི་བ་འདྲེན་རོགས་དང་གདོན་མི་ང་ཚོ་གཞིས་ཆགས་ལྟ་ཕྱོགས་ཅན་ནོ་དེ་ད་གལ་ཆེན་པོ་མ་རེད་ཟེར་ན་ད་སྤྱིར་བཏང་གི་རེད་རོགས་ཡིན་ནའང་ཅིག་བོད་ཀྱི་རྩ་དོན་གྱི་ནང་གི་འདི་བྱ་བྱེད་ཆུང་ཆུང་ཅིག་རེད་ད། མི་འབོར་སྒང་ནས་བཤད་འོང་ན་ད་ག་རང་རྒྱ་གར་ལ་ད་མིའི་ཁྲིར་དཀྲིག་དོན་འདི་ཡོད་མ་རེད། བོད་ཀྱི་དཀའ་རྙོག་འདི་ཅིག་སེལ་ཐུབ་པ་ཡིན་ན་ནི་མིའི་ཁྲིར་དཀྲིག་དོན་ཅིག་ག་བ་ཕུར་ཕུར་རེད་ནི།

སྐད་ཡིག་རིག་བྱེད་དང་རིག་གཞུང་དེ་རྒྱུན་འཛིན་བྱེད་ཐུབ་ཡ་ནི་གཅིག་སོ་སོ་གི་ཡུལ་སྲོལ་གོམས་གཤིས་དེ་སོ་སོ་གི་འཛིན་ཐུབ་ཡ། འོ་ད་དེ་འདྲའི་མང་པོ་ཅིག་ལ་དགོངས་པ་བཞེས་ནས་ནི་ད་རང་བྱིན་ལ་རྒྱ་གར་ནང་ནས་གནས་ཡ་རྒྱ་གར་ནང་ནས་ད་རང་རྒྱ་གར་གི་སློབ་གྲྭ་མ་བཏང་བ་ཅན་བོད་པ་གི་སློབ་གྲྭ་ཅན་སི་ར་བརྩིགས་ཡ། ད་དེ་ཚོ་བལྟས་ཏེ་ག་གེ་མ་རེད་འདོག་འདོག་ཁོ་སྐད་ཆ་དེ་བཤད་གི་འདུག་ད། ད་ནང་སྔོན་མ། ནང་སི་འཁོར་ལ་ནང་ནང་སི་སྐབས་ལོ་འཁོར་ལ་ཚང་གི་ཡང་ད་རང་བྱིན་སྔོན་མ་ཨེ་ན་ཅིག་ནི་ཕུགས་རྒྱང་ནང་པོ་ལ་གཅིག་བསམ་བློ་བཏང་མི་འདུག་ཟེར་ནས་ད་སྲིད་སྐྱོང་གི་ལྔ་དང་ལྔ་བརྒྱ་དེ་ཕྱི་བོ་རེད་ལབ་ནས་ཁོ་གི་བཤད་གི་འདུག་ཨ། ད་ལྟ་འདི་ཟིག་ལ་བསམ་བློ་མ་བཏང་བ་ནི་ད་ངོ་གནས་སྟངས་འདི་ལྟར་ང་རང་ཚོ་ཚིག་ངོ་གནས་ཀྱི་ད་ལས་རྒྱུ་འབྲས་ལ་ངོ་གནས་མ་འགྲོ་བ་གི་ལེར་ཀ་ད་ངས་དེ་རེད་བསམ་གྱི་འདུག་ནས་ད་ད་ལྟ་གི་གནས་སྟངས་འདི་འདྲ་ཟིག་ལ་ད་ད་ལྟ་མིའི་འདི་འདྲའི་ཐེབས་ཚོགས་འདི་རེད་ཟིག་ཡར་བརྡུང་བྱ་གང་ལ་བྱེད་གི་ཡིན་ཟེར་ན། དགོངས་དག་ད་ངས་སྐད་ཆ་དེ་རང་བོ་ཆགས་ཤིང་དེ་ནས། ད་མདའ་དགོང་གི་ཅོང་ཐང་ལ་ཅོང་རིམ་འགྲོ་ཟེར་གོ་ན་དེ་ངའི་རྣམ་པ་ཚོ་ལ་ཅིག Life is a ཐད་གཏོང་ལྟ་ཡ་མེད་དེ་ནས་ག་རེ་བྱུང་བ་རེད་ཅིག་ད་ངོ་སྤྲོད་ཟེར་ན་རེད་དེ་འདྲ་ཅིག་ཤོད་ཡིན་ཨ་ནི་སྲིད་སྐྱོང་ཡིན་མོད་ཁོ་རང་ཚོ་ཡིན་ན་མུ་མཐུད་དུ་གཏམ་བཤད་དོག་བྱས་ནས་འགྲོ་དགོས་ཡོད་ཀྱི་རེད་ཨ་ནི་དེ་ཁོ་དམངས་གཙོ་གི་འགྲོ་སྟངས་རེད་ཡིན་པ་ཡིན་ན་ཁོ་སྐྱག་འཛིན་བྱས་ཡ་དང་རྦད་དེ་མི་དམངས་ལ་མགོ་གཡོག་མགོ་འཁོར་རྦད་དེ་རིག་པ་མིག་ཚིམ་བྱས་ཡ་འདི་ཚོ་ད་ཡ་རབས་བཟང་ཤོས་ཀྱི་འགྲོ་སྟངས་རེད་ད་ཅིག་ཡང་དོག་པའི་དམངས་གཙོ་གི་སྤྱི་ཚོགས་ནང་ཟིག་གི་རྦད་དེ་ཁོ་འགྲོ་སྟངས་འགྲོ་ལུགས་རྩ་བ་ཉིད་ནས་མ་རེད་ད། དེ་ཁོ་རང་ཚོ་གི་འགན་ངོས་ཡིན་ཤེས་ན་ཁེ་དགོར་དང་མ་ཁེ་ན་དེ་མི་མང་གི་ངེས་བར་དུ་འགན་ཁེ་དགོས་རེད་བསམ་གི་འདུག་ནི་མི་རེ་ངོ་རེ་ནས་ད་དེ་འདྲས་སུ་མ་ཁེ་བ་ནི་ད་ང་རང་ཚོ་གི་རང་ཐག་ཞིག་ཚུགས་སོ་སོ་འགོ་བསྟོད་རྒྱུ་རུ་བཟོས་གི་འདུག་བ་ངས་སྤྱིར་བཏང་གི་ལབ་གི་ཡོད་ནམ་ཅི། ཆབ་སྲིད་པ་ཟེར་བ་དེ་ཁོང་དགོས་མགོ་སྐོར་བཏང་གི་རེད་ལྕག་ཚན་བཤད་གི་རེད་ཟེར་ང་ཚོ་འཛམ་བུ་ལ་ཚང་མ་གི་དེ་དག་རང་བརྩད་ན་ཁོ་ཁས་ལེན་བྱེད་གི་ཡོད་རེད། ཡིན་ན་ཆབ་སྲིད་ཀྱི་འདི་འདྲའི་ཁེམ་ཕེན་སྒང་ལ་ཐིག་ཡོང་དེ་ནི། འགོའི་མགོ་སྐོར་བཏང་མ། མང་ཆེ་ཤོས་ཀྱི་རྩིས་ནི་ཕར་འགོའི་མགོ་སྐོར་བཏང་གི་རེད་མ་གཏོགས། སོ་སོ་སོ་སོ་ལ་འགོའི་མགོ་སྐོར་བཏང་གི་མ་རེད། ཧིན་ནི་ད་བོད་པ་སོ་སོ་སོ་ལ་འགོའི་མགོ་སྐོར་འགྲོ་དེ་རེད་བཏང་གི་འདུག་ད། སྐུ་མདུན་ཕེབས་དུས་དེ་རེད་བྱས་ན་ཅིག་སྐུ་མདུན་ལ་ལྟ་བ་ཡོད་མདོག་མདོག་ཞེ་བོ་བྱས། ཨ་རིས་སུ་ནི་ཨ་རིའི་ནང་འགྲོ་བས་ན་ཅིག་བོད་རིགས་སྦྱིན་བདག་ཚོགས་པ་ཁག་མང་པོ་སུ་གི་དེ་རེད་བྱས་ན་ཅིག་ཨ་མའི་ལམ་གི་སྒང་ལ་ཅིག་རྦད་དེ་རྒྱབ་སྐྱོར་ཡོད་སའི་འདྲ་བོ་དང་སྐུ་མདུན་ལ་དེ་འདྲའི་གི་ཅིག་མཚན་འཁོད་སྙན་ཞིག་བྲིས་ཡ་ཨ་ནི་ཅིག་བསྟན་བཤིག་དང་དེ་འདྲའི་སྒང་ལ་ཅིག་མཇལ་ཁ་བྱ་བ་དང་མང་པོ་འཚང་ཁ་ཤིག་ཤིག་བྱས་ཡིན་པ། སྐུ་མདུན་ཕེབས་ཚར་བ་རྗེས་ལ། ཕེབས་ནས་རྦད་དེ། སྐར་མ་ལྔ་དྲུག་འགྲོ་དགོས་ཀྱི་མ་རེད་སོ་ཡི་གེ་བཞི་གཅིག་གང་ལ་སོང་མ་ནི་རེད་བོ་ཙོ་ཁ་རྒྱབ་ནི་པ་ཡིག་གཅིག་ལྟ་ན་བས་དེ་མ་མཛེས་བ་དེ་འདྲ་བྱས་ནི་ད་ག་རང་དེ་བྱས་སྟངས་ལས་སྟངས་དེ་ད་ག་རང་བྱས་ནི་མཐོང་བསྡད་གི་དོ་ཨ་ནི་བྱས་ལ་སྐུ་མདུན་ལ་ཚད་མེད་བྱས་ནི་ན་དེ་འདྲ་བྱས་ནི་ར་ཅིག་འགྲིག་རིག་རིག་མདོག་མདོག་བྱས་ནི་བསྡད་ཨ་ནི་ད་ད་ལྟ་གི་པར་ཐག་གི་སྐུ་མདུན་གི་མཛད་པ་ཁྲི་ནས་བསྐྱངས་ནི་ར་ཅིག་ང་ཚོ་ཁྱི་ཚོགས་འདི་རེད་ཆུང་བསྡད་བ་དེ་ཨོ་དེ་ཁ་ཁས་མ་རེད་མདོག་མདོག་བྱས་ནི་བཤད་ནི་ན་ར་ད་དེ་ལ་ལྷག་ཟིག་ང་བྱས་ཀྱི་ཡོད་མདོག་མདོག་བྱས་ནི་ཨ་མི་དེ་ཚོ་ཧང་འགྲོ་སང་སང་བྱེད་ཀྱི་འདུག་དེ་བྱེད་ཀྱི་ཡོད་ངེས། རང་མིང་ལམ་གང་ལ་སོ་སོ་ལ་ཡིད་ཆེས་དང་དེ་མེད་ན་ཡིན་གཅིག་མིན་གཅིག་བྱེད་ཅེས་སྐོར་ཚོས་སུ་གཅིག་གི་དང་འདྲ་བར་དུ་བཙིར་དགོས་པ་མ་རེད། འོ་དེ་དགོས་འདུན་ཕེབས་ན་དག་རང་རང་མིང་ལམ་ན་ང་རྒྱབ་སྐྱོར་མེད་ཟེར་ན་དེ་དག་རང་བཙིར་ན་དེ་ཁོ། ཚ་རིག་ཐང་སེ་བཟོ་ཟོག་ལ་ན་གཅིག། དེ་བ་ལ་གཅིག་ཉན་ཤི་རྫི་མ་རོ་དང་དེ་རིགས་ཁོ་དགོས་ཡ་ཡོད་མ་རེད་བ་དེ་ང་ཚོས། སྐུ་མདུན་ལ་བྱིན་ན་དབུ་བསྐུར་བྱེད་དགོས་བ་རེད་བ། སྐུ་མདུན་དབུ་བསྐུར་བྱེད་བ་དེ་དེ་རྡོག་རྡོག་བྱས་ན་སོ་སོ་གི་གཅིག། ཚེ་འདི་ཕྱི་གཉིས་ཀྱི་སྐྱབས་གནས་ཡིན་ཟེར་གི་བ་རེད་ནས་སོ་སོ་སོ་མགོ་འཁོར་བཏང་རྒྱུར་བ། ཨོ་དེ་གང་དང་གི་ཞིག་ཨོ་ད། ང་ཚོ་བོད་པ་གི་མི་ཕ་ར་དང་མགོ་སྐོར་བཏང་དང་བཏང་དང་ནི་སོ་སོ་སོ་སོ་ལ་མགོ་སྐོར་བཏང་གི་འདུག། ད་མང་བ་ན་ཞང་ཨ་རིའི་ནང་གི་སྤྱི་ཏིའི་གཏམ་བཏང་ཡོད་ན་གཅིག་པ་གཅིག་ཀྱང་རེད་ད། ད་ལོ་རེ་བ་ན་རང་བཙན་ག་ལ་བྱེད་ན་དེ་ནི་མང་པོ་ལང་འགོ་འདུག་ཨ། ཁོ་ཚོ་ག་འདྲིས་སུ་ལང་གི་ཡོད་ན་བསམ་གི་འདུག་ད་ནི།